གལ་སྲིད་ད་བྷང་མེད་སོང་ན་ངས་ཁྱེད་རང་ག་ལ་མཉེས་ཀྱི་རེད། ད་ཡིན་གྱི་རེད། གལ་སྲིད་ངས་ཁྱེད་རང་མ་མཉེས་ན་ཨ་ནི་ང་གཉིས་འཁྲབ་སྟོན་ག་དྲིས་བྱེད་ག། ཡིན་པ་ཆ་ཞོག་ད།
གལ་སྲིད་ང་གཉིས་འཁྲབ་སྟོན་བྱེད་མ་ཐུབ་ན་ཨ་ནི། གལ་སྲིད་གལ་སྲིད་གལ་སྲིད་གལ་སྲིད་མ་གསུང་ད། སྔོན་ལ་ཡང་སྨོན་ཚིག་འདི་བརྗོད་ན་ད། ཨ་ལེ་རེད་རེད་རེད་རེད།
རྩ་བཟང་ལྡན་པའི་སྲིང་མོ་ལྷན་རྒྱས། ལོ་གསར་བཀྲ་ཤིས་བདེ་ལེགས།
ད་ལོ་ཡང་དྲུག་གི་ལོ་སོང་ཙང་ངས་ལོ་རྟགས་དྲུག་ལོ་ཚང་མའི་ཚབ་ཞུས་རྗེས་ལྷན་རྒྱས་ལ་ལོའི་གསར་གྱི་བཀྲ་ཤིས་བདེ་ལེགས་ཞུ་གིན་གདའ།

ཨ་ནེ་རྩེ་བྲོ་ཁྱེད་གམ་ན་ལུག་གོ་ཆིག་མ་རེད་པས། གལ་སྲིད་ལོས་སར་ལ་གྲ་སྒྲིག་དག་གྲབས་བྱེད་མ་དགོས་ན་དགའ་ལ། ཨ་ནེ་ཁྱེད་རང་བལ་ཏི་དྲན་འདུག་ཏོ་པ་འཁྱམ་བཞུགས་ད་ག་རེད། གལ་སྲིད་ལོས་སར་བཏང་ཆེ་ལོ་ཆེ་རུ་འགྲོ་ཡ་མེད་ན་དགའ་ལ། ཨ་ནེ་ང་གཉིས་ཐུས་ཤུ་གི་དུས་བྱེད་ཐུག་རེད་ནི། གལ་སྲིད་ང་གཉིས་ལོས་སར་ལ་འཁྲབ་སྟོན་བྱེད་མ་དགོས་ན། ཨ་ནེ་ང་གཉིས་ད་ལྟ་ནང་ལ་ཡ་ཕོ་བོ་ཀྲུའུ་བྱས་བསྡད་ཡོད་རེད། གལ་སྲིད།
གལ་སྲིད་ཁྱེད་རང་མི་ཡིན་ན་ག་ལ། ད་ག་སོང་བར་མི་གདའ། གལ་སྲིད་ཁྱེད་རང་ཐུག་མེད་ན། ང་ནི་ད་ལྟ་གང་དུ་ཡོད། འཚོ་བ་ཁེངས་དྲེགས་སྐྱེལ་ད་དེ་དགོས་དེ་རེད། དེ་དེ་གལ་སྲིད། ཁྱེད་རང་དེ་གལ་སྲིད་གལ་སྲིད་ཟེར། འགྱོད་པ་སྐྱེལ་དགོས་གནས་ཚུལ་དེ་འདྲ་གི་ལྷག་མ་སོང་ང། གནས་ཚུལ་ལྷག་སོང་ང། འོ། དེ། གལ་སྲིད་ད་ལོ་གཙང་གི་ལོའི་གཟའ་ལ་ང་ནང་ལ་ལོག་ཡོད་ན། ནང་མི་ཁོ་ན་ཚོས་དགའ་པོ་ག་ཚད་ཡོང་གི་མ་རེད། རེད་རེད།
གལ་སྲིད་ང་ལོག་མ་འདུག་ནས་ངས་ཁོ་ན་ཚོས་ཕྱག་རྟགས་ཅིག་བསྐུར་ཡོད་ན་དགའ་པོ་ག་ཚད་ཡོང་གི་མ་རེད་པས། རེད་རེད་རེད་རེད་རེད།
གལ་སྲིད་ཕྱག་རྟགས་བསྐུར་མ་འདུག་ནས་ཚལ་པ་ཅིག་ཞོ་གས་དེ་ངས་ཞལ་འབག་ཅིག་ཕུལ་ཡོད་ན་དགའ་པོ་ག་ཚད་ཡོང་གི་མ་རེད་པས། ད་ག་རང་རེད། གལ་སྲིད་ང་ནང་ལ་ལོག་མ་འདུག་ནས། ཨ། ཁྱེད་རང་གིས་ང་ཁ་ལག་ཅིག་བཏགས་ན་ང་དགའ་པོ་ག་ཚད་ཡོང་གི་མ་རེད་པས་ད། ད་ད་ད་ད་ག་རེ་སུ་བོར་བ་ད།
རྩིས་མེད།
ཁྱེད་རང་ལ་གལ་སྲིད་མེད་པས། ཡོད་དགོས་ཆོག། ཧཱུྃ། གལ་སྲིད་ངས་ཨ་ཅེའི་ཁར་ཉན་བྱའི་ཆང་རག་ཞི་རག་བཏུང་མེད་པ་ཡིན་ན། ཧཱུྃ། ངའི་ཟོག་པོ་སྐྱོ་པོ་དེ་འདྲས་ཆགས་ཀྱི་མ་རེད། རེད་རེད་རེད།
གལ་སྲིད་བུའི་སྐྱེས་སྐར་ཉིན་མོ་དེ་ངས་ལག་རྟགས་ཅིག་ཉོས་བྱས་སྤྲད་ཡོད་ན་བུ་ག་པོ་ག་ཚོད་ཡོང་གི་མ་རེད་པས། རེད་རེད་རེད་རེད། གལ་སྲིད་ང་ད་ལྟ་ཕ་མའི་འགྲམ་ལ་ཡོད་པ་ཡིན་ན། ཧཱུྃ། ངས་ཁ་པར་སྒོ་ཁོག་བཅད་བསྡད་མི་འདུག། རེད་རེད་རེད་རེད།
གལ་སྲིད།

ཨ་མ་ལགས་ཀྱི་བསྟན་གནང་བའི་མར་པགས་འདི་ཟ་འདོད་འདུག། ང་རང་བྱིས་པའི་དུས་ལོ་བྱེད་པ་ལགས་ཀྱིས་ཞུས་གནང་པའི་སྟོང་རྒྱ་འདི་ཡང་བརྒྱ་ཞིག་ཟས་འདོད་འདུག། ང་རང་ཨ་མའི་ཁོག་པ་ནས་སྐྱེས་དུས་ཀྱི་ཉིན་མོ་དེ་ལོ་བྱེད། ང་རའི་སྐྱེས་སྐར་འདི་ཡག་པོ་ཞིག་ངེས་འདོད་འདུག། ཨོ་ཙི་དགེ་ལགས།
ཁྱེད་རང་གི་སྐྱེས་སྐར་ཧ་གོ་མེད་པས། མེད། ངས་ནམ་རྒྱུན་ཨ་མ་ལགས་ལ་ཨ་མ་ལགས། ང་ག་དུས་སྐྱེས་པ་རེད་བྱས་པ་དང་ཁོང་གིས། ཨ། རང་ཞིང་ང་དུས་སྐྱེས་པ་རེད་གསུང་གི། ད་དེ་འདྲའི་གསུང་སྙན་ཡོད་རེད་ད། བྱས་ཙང། བྱས་ཙང་དེ་ཤག་ངས་ལོ་གཅིག་ལ་སྐྱེས་སྐར་བདུན་བསྟན་གི་ཡོད། འོ་ཅི་དེ་འདྲས་གང་འདྲས་རེད། ང་ཚོའི་ནང་ལ་ཞིང་ཁ་བདུན་ཡོད་རེད། རྒྱལ་ལགས། ཨོ། ང་ད་དུང་བྱིས་པའི་དུས་ལོག་རྗེས། ཧེ། སྦྱོང་ཚན་ཞེ་དྲག་བྲིས་མི་དགོས་པར་སྐྱིབས་ཤང་བཅས་རྩེད་མོ་རྩེ་དེ་ཉིད་འགྲུབ་གི། རེད་རེད་རེད་རེད།
ང་ཚོ་ཆུང་དུས་སྐབས་ལ་སློབ་གྲྭ་གྲོལ་རྗེས་ནང་ལ་སླེབས་དུས་ཨེ་འདྲི་ཟིག་གི་རེད། པཱ་ལགས་པཱ་ལགས་པཱ་ལགས། ཨོ། ད་ང་སློབ་གྲྭ་གྲོལ་སོང་ཕྱི་ལོག་རྩེད་མོ་རྩེ་ག་འགྲོ་གིན་གདའ། རེད་ད་པིག་ཀུ་དེད་བཞག་རྩེད་མོ་རྩེ་ག་རྒྱུ། ལེགས་པཱ་ལགས། དེ་ཤ་སྤུག་སླབ་གྲྭ་གྲོལ་རྗེས་ནང་ལ་སླེབས་དུས།

གལ་སྲིད་མདང་དགོང་བཏུང་བཟོས་བྱས་ན་དེ་རིང་གི་བྱ་བ་ཆུག་གི་མ་རེད། གལ་སྲིད་མང་ཚོགས་ཁ་ཤས་ཀྱི་ཁ་ལ་ཉན་རྩིས་བྱས་ན་ལས་ཀ་ཇེ་བདེ་རུ་འགྲོ་ས་རེད་ཤག།
མང་ཚོགས་ཁ་ལ་ཉན་པོ་ཡོད་མ་རེད་པས། ད་བདེ་ཤག་མང་ཚོགས་ཉུང་ཤས་ཅིག་གིས།
ཧེ། ང་ཚོ་མེ་སའི་ས་ནས་ས་ལ་ཟགས་དགོས་མེད། ཁྱེད་ཚོ་ག་རེ་བྱས་ནས་བྱིས་ཤིག་བྱས་བྱས་ལས་བྱེད་པ་ཁ་ཤས་ལ་ཁག་པོ་ཞུ་གི་ཟུག་གི་འདུག་བ། རེད་རེད་རེད་རེད། གལ་སྲིད་དེ་ཤག་ལས་ཀ་ག་རེ་བྱས་ནས་ལས་ངོ་ཤེས་བཙལ་དགོས་མེད་ན་ཡག་པོ་ག་ཚད། དེ་གར་ཚིག་རེད།
དེ།
གལ་སྲིད་དབུ་ཁྲིད་ངོ་ཤེས་ཡོད་ན་ལས་ཀ་བྱེད་བདེ་གི་རེད། གལ་སྲིད་ཀྲོ་ནེ་ངོ་ཤེས་ཡོད་ན་ཐེལ་ཚ་ཟེར་བདེ་གི་རེད། གལ་སྲིད་ཨེམ་ཆི་ངོ་ཤེས་ཡོད་ན་ཉལ་ཁྲི་རག་བདེ་གི་རེད། གལ་སྲིད་དགེ་རྒན་ངོ་ཤེས་ཡོད་བས་ན་ཕུག་གུར་ལྟ་རྟོག་ཡག་ཙི་བྱེད་གི་རེད། གལ་སྲིད་པ་སི་སོང་ཉེན་ངོ་ཤེས་ཡོད་ན་ཨ་ནི་འབངས་འགྲིག་གོ་མ་རེད། གལ་སྲིད་དངུལ་ཁང་ནང་ངོ་ཤེས་ཡོད་བས་ན་བུ་ལོན་གཡར་བདེ་གི་རེད། གལ་སྲིད་བུ་ལོན་གཡར་དུས་དང་སྤྲད་དུས་ནམ་རྒྱུན་ཆག་ཡིན་ན་ཨ་ནི་ཡག་གོ་ག་ཚད། དེ་གར་ཚིག་རེད།

དངུལ་བསྟན་ཟོལ་སྐད་རྒྱ་ཡི་གར་དོ། ངའི་བུ་ནི་བོད་ཀྱི་མ་རེད་ཕ་ཙི་ཅི་ནས་བཅའོ། དེ།
སོ་སོའི་དངུལ་ལེན་ཡ་ལ་ཡ། རླུང་གུ་ཡོབ་དང་ཆ་བྱེད་གོག་ཏུ་བ།
ཞི་ཟག་ཆེ། གལ་སྲིད་ང་ཚོའི་ལས་ཀ་ག་རེ་བྱས་ནས་ལས་བསམ་བློ་སྔོན་ལ་བཏང་ཐུབ་ན་ཡག་པོ་ག་ཚད། དེ་གར་ཚིག་རེད།
དེ་ཤག་ན་གཞོན་ཁ་ཤས་སྤྱི་ཚོགས་ག་ལ་སླེབས་བདག་ག་སོ་སོ་འཇོན་ཐང་མེད་པ་ཧ་གོ་དུས་གཞི་ནས་ལབ་སྤྲེལ་ན་ཉི་མ་གང་འགྱོད་བྱས་པ་དེ་དྲིན་གོ་ཨ་རེད། ད་ག་རང་རེད།
དགེ་ལ། ཨོ། ད་ང་ཆ་ཤག་ན་ལས་སློབ་གྲ་ཆེན་མོའི་ལོ་བཞི་དེ་སུམ་ཕྲུགས་དགུའི་ང་ནི་སྐྱེས་པའི་མདའ།
སུམ་ཕྲུགས་དགུ་ཟེར་ན། དགའ་རོགས་གསུམ་བཅས།
འཁྱམས་རོགས་དྲུག་བཅས། ཡིག་རྩེད་མ་ལེབ་དགུ། ཧོ་ཙི་ད་ལང་ཚོ་བེད་འཕྲོ་ལ་བཏང་འདུག་བ་འོས།
གལ་སྲིད་ང་ཚོས་ལས་ཀ་ག་རེ་བྱེད་ནའི་ལས། མཇུག་འབྲས་དེ་སྔོན་ལ་བསམ་བློ་ཐོངས་ན་ཡག་བོ་ག་ཚད། དེ་ཡང་གར་ཚིག་རེད། དེ།
དེ་ཤ་ལས་ཀ་ནི་སྤུད་པས་ལྕོགས་ལ་དེ། གལ་སྲིད་ཆང་རག་བཏུང་བྱས་རླངས་འཁོར་བཏང་ན་གལ་ཆེ་གི་མ་རེད་མ་བསམ་ན། ཨ་ནི་རླངས་འཁོར་གཏོང་གི་མ་རེད། གལ་སྲིད་རླངས་འཁོར་མ་བཏང་ན་སྤྱི་བདེ་མི་སྣས་ཟིན་གི་མ་རེད། གལ་སྲིད་སྤྱི་བདེ་མི་སྣས་མ་སིམ་ན་ཁོ་ལས་ཀ་ནི་སྤུད་གི་མ་རེད། རེད་རེད་རེད་རེད་རེད། གལ་སྲིད་ལས་ཀ་ནི་མ་སྤུད་ན། ཨ་ནི། ཨ་ནི་ཁོ་ལས་ཀ་བྱེད་བདེ་བ་རེད། ཉེ་ཆར་ཟིན་པའི་དབུ་ཁྲིད་དེས། གལ་སྲིད་སྦྱིན་བདག་གིས་བསྐྱབས་པའི་ཨ་རག་སྤེ་ཚི་གང་དེ་བཏུང་མེད་པ་ཡིན་ན། ཐ་མག་དར་ཚན་ཁ་ཤས་དེ་གླེང་གི་མ་རེད། གལ་སྲིད་ཐ་མག་ཁ་ཤས་དེ་གླེང་མེད་པ་ཡིན་ན། ཞུ་སྒོའི་དངུལ་ཁྲི་མང་པོ་དེ་གི་གླེང་གི་མ་རེད། གལ་སྲིད་ཁྲི་མང་པོ་དེ་གི་གླེང་མེད་པ་ཡིན་ན། ཨེ་ཟིམ་ཆུང་ནང་ཐད་བོ་བྱེད་ཀྱི་མ་རེད། ད་ག་རང་རེད་ད། གལ་སྲིད་ཟིམ་ཆུང་ནང་ལ་ཡང་ཐད་མེད་པ་ཡིན་ན།
དོན་དུ་ཨ་རག་བཏུང་བྱས་བསྡད་ཡོད་རེད། ཡིན་གྱི་རེད་ཡིན་གྱི་རེད་ཡིན་གྱི་རེད། གལ་སྲིད་ངེད་ཅག་ཁབ་ལུད་ཐོས་པའི་ཨ་ཅག་འདིས་གལ་སྲིད་འདོད་རྔམ་ཆེན་པོ་བྱས་རྗེས་བྱ་དགའ་རག་ཤ་དེ་ཉིད་འཕྲིན་ཐུང་དེ་ཡིད་ཆེས་མ་བྱས་ན། དངུལ་ཁང་གི་གསང་བའི་ཨང་གྲངས་འདི་གའི་མི་ལ་བཤད་ཀྱི་མ་རེད། གལ་སྲིད་དངུལ་ཁང་གི་གསང་བའི་ཨང་གྲངས་འདི་གའི་མི་ལ་བཤད་མེད་ན། སག་སག་གྲུང་གྲུང་བྱས་པའི་འཕྲིན་ལྔ་བཅུ་འདི་ཁབ་ལུད་ཐེབས་ཀྱི་མ་རེད། ད་ག་རང་རེད།
གལ་སྲིད་འཕྲིན་ལྔ་བཅུ་འདི་ཁབ་ལུད་ཐེབས་མེད་ན། ཨོ།
ང་གཡག་ད་ཟེར་ན་གཡག་ཨེ་ཡོང། ཧ་ཅི། ད་ཁྱེད་རང་ཁབ་ལུད་རྒྱག་མཁན་ཡིན་པ་དངུལ་གཡར་མཁན་ཡིན་པ། ཨ་ལ།
མ་རེད་མ་རེད་མ་རེད་མ་རེད། ད་ང་གཉིས་མུ་མཐུད་ཆད་ཁབ་ལུད་རྒྱག་གི་ཡིན་ད། རེད་མུ་མཐུད་ཆད་ཁབ་ལུད་ཁབ་ལུད་ཡིན་ད། མ་རེད་མ་རེད་མ་རེད་མུ་མཐུད་ཆད་གལ་སྲིད་ཡིན་ད། གལ་སྲིད། ཨོ། གལ་སྲིད་ཕ་མ་ལ་དགེ་རྒྱུ་མེད་ན་ང་ཚོས་དྲིན་ལན་ག་ལེའི་བྱས་ཆོག་གི་རེད། གལ་སྲིད་བཟའ་ཚང་ཁ་ཁ་བྱས་མེད་པ་ཡིན་ན་ཕུ་གུའི་སེམས་ལ་ཡང་རྨ་ཁ་བཟོ་གི་མ་རེད།
གལ་སྲིད་འགན་འཁྲི་ནི་མ་ཡོད་ན་ལས་བྱེད་པའི་སྐྱིད་ཉལ་རྒྱལ་ཉལ་ཡོང་གི་མ་རེད། གལ་སྲིད་ཆོ་མེད་པའི་ཚོགས་འདུ་དེ་ཉུང་དུ་ཚོགས་ན་ཆོ་ཡོད་པའི་ལས་ཀ་དེ་མང་དུ་བྱེད་ཀྱི་རེད།
གལ་སྲིད་ཁ་པར་ཁལ་མེད་ན་གསང་སྤྱོད་ནང་ཆུ་ཚོད་ཕྱེད་ཀ་ལས་ཀྱི་མ་རེད། གལ་སྲིད་སྙིང་ཇེ་བར་བཏང་ཡས་མེད་པ་ཡིན་ན་མི་མང་པོ་གཅིག་གིས་འཁྱུག་དབྱིངས་འཁྲབ་ཀྱི་མ་རེད།
གལ་སྲིད་བང་ཡིག་བཏགས་ཀྱི་དོད་མེད་ན་ཨ་ནི་ང་སྤང་གོ་ཆགས་པ་མེད། ཧ་ཧ་ཧ། ཁྱེད་རང་སྤང་སྒོ་མ་ཆགས་པ་ཡིན་ན། ཨེ། ཨ་ཁོང་ཚོ་ཕྱུག་པོ་ག་འདྲས་ཆགས་གོ་རེད། ཁོ་ཚོ་ཕྱུག་པོ་ཆགས་འདུག་གས། འོ་ཙི་ཁོང་ཚོ་མོ་ཁྲ་ཉོས་ཁང་པ་ཞིག་ལ་ཉོས་འདུག་ག། ཡིན་གྱི་མ་རེད། ད་དུང་ཁྱེད་རང་ཡང་སྐྱོབ་གསོ་སྤྲད་ཁ་ཡོང་རྩིས་བྱེད་ཀྱི་འདུག་ག། ངའི་འུ་ཐུག་གི་ཕ་ང་ལ་ཨ་ཁ་ཁ་ད། དེ། གལ་སྲིད་ནི། འདས་ཟིན་པའི་འགྱོད་པ་དང་སེམས་གཅོང་རེད།
འགྱོད་པ་དང་སེམས་གཅོང་དགུ་སྙིང་མ་བཏོན་ན། བསམ་བློ་སྔོན་ལ་བཏང་དགོས་རེད། གལ་སྲིད་ནི་མ་འོངས་པའི་རེ་བ་དང་འཆར་གཞི་རེད། རེ་བ་དང་འཆར་གཞི་བསྒྲུབ་དགོས་ན། ད་ལྟ་ནས་འབད་བརྩོན་གནང་ཞོག་ཨ། ད་ག་རང་རེད། གལ་སྲིད་ལྷན་རྒྱས་ནས་ང་གཉིས་ཀྱིས་བཤད་པར་མོས་མཐུན་ཡོད་ན་ངས་ཐོག་ཇེ་ཆེ་ཞུ་གི་ཡིན། གལ་སྲིད་ལྷན་རྒྱས་ནས་ང་གཉིས་ཀྱིས་བཤད་པར་མོས་མཐུན་མེད་ན།